འོ། རྣམ་པ་ཚོ་ཡང་བསྐྱར་བསྐྱར་དུ། ཨ་ནི་ཚང་མ་ལ་ཁམས་བཟང་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཁ་རྩང་ང་རང་གིས་སྙན་ཐུང་ཐུང་ཐུང་ཅིག་བཟོས་བ་ཡིན་ཨ་ནི་མི་མང་པོ་ཅིག་གིས་བལྟས་ཤག་མི་མང་པོ་ཅིག་གིས་དགའ་མོ་བྱས་ཤག་ཨ་ནི་ཚང་མ་ལ་ཐུགས་ཆེ་གནང་ལ་ནི་ཞུ་ཡ་ཡིན། དེ་རིང་ཡང་བསྐྱར་དུ་ང་རང་གིས་ཅིག་སྙན་ཐུང་ཐུང་ཐུང་ཅིག་བཟོ་དགོས་བསམ་སོང་སྙན་ཐུང་ཐུང་ཐུང་ཅིག་བཟོས་ཅིག་སོ་སོའི་བསམ་ཚུལ་དང་སོ་སོ་གི་མཐོང་ཚུལ། ཨ་ནི། ཅིག་མ་ཐུང་ཐུང་ཅིག་བཤད་དགོས་བསམ་སོང། ཅི་སྟངས་ངའི་ཁ་རྩང་སྐད་ཆ་བཤད་པའི་དེ་ནང་ལོགས་ལ་ཅིག་གཙོ་བོ་སོ་སོ་ཨ་མ་གཅིག་ཡིན་པའི་ཆ་ནས་ཅིག་ཨ་མ་གཅིག་གི་བློས་བཏང་དང་ཨ་མ་གཅིག་གི་དཀའ་སྡུག་དེ་ཚོ་མང་པོ་ཅིག་ཐོས་ལ་མ་ཤེས་པ་ཡིན། ཡིན་པས་ནས་སྐད་ཆ་དེ་བཤད་དུས་ང་རང་གི་ཁ་ལ་འོ་རེད། དེ་ཨ་མ་གཅིག་གི་དཀའ་སྡུག་དུ་དཀའ་ངལ་དང་སྡུག་བསྔལ་ཅིག་མ་དྲང་བ་དང་ཅིག་ཁ་ལོག་གོ་རེད་བློས་བཏང་དོན་སོ་ཞུ་ཅིག་རེད་ཟེར་ཅིག་ནི། བློ་ཕམ་པོ་དང་དེ་འདྲའི་ཅིག་གི་སྐད་ཆ་བཤད་ཀྱི་མེད། སྐད་ཆ་དེ་ག་རེ་བྱས་ནས་བཤད་ཀྱི་ཡོད་ལབ་ན་ཅིག་ཁ་ལོག་གོ་རེད་གཟི་བརྗིད་ཆེན་པོ་ཅིག་གི་ངོས་ནས་ང་རང་གིས་མ་ཤེས་ཀྱི་ཡོད།

ཟེར་ཏེ། སོ་སོ་གི་མི་ལུས་སྤྲིན་པ་ཙམ་མ་ཡིན་པ་དེ་ལས་སླ་བའི་སོ་སོ་གི་རྒྱུད་ལ་རང་བཞིན་གྱི་ཅིག་བྱམས་དང་བརྩེ་བ། ཅིག་ག་རེ་ན་བློས་བཏང་ཐོས་པ་གི་ནུས་པ་ཅིག་ཡོད་བ་དེ་ཅིག་དགེ་བའི་ཆ་མ་གཏོགས་ཅིག་ག་ལ་བ་སྐྱོན་གྱི་ཆ་དག་ཅིག་དེ་འདྲའི་ཕྱི་ནས་མཐོང་གི་མེད་ལ། སྔགས་ཀྱི་མཐོང་གི་ཡོད་མ་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ནི་ང་རང་ཁ་ཚང་ཤེས་དགོས་ཡ་རྒྱུ་མཚན་འགྲོ་དེ་ད་ག་རང་ཡིན་ཅིག་ག་ལ་བ་རེད་རླབས་ཆེན་པོ་ཅིག་རེད་ཟེར་གྱི་ང་རང་དུ་ནས་ཤེས་བ་ཡིན། ཨ་ནི་གནད་འགག་གཞན་པ་ནི་སྐབས་དེ་རིང་ཁ་རྩང་ངག་གི་དགེ་ལ་དགེ་ལ་གཅིག་གིས་སུ་སུ་གི་ལས་ཀ་ནི་རྩ་དགོངས་ཞུ་དགོས་གནས་སྟངས་དེའི་སྐོར་ལ་ང་རང་གི་སྐད་ཆ་བཤད་བས་ཡིན་ཨ་ནི་དེ་རྗེས་དེ་དེ་ནི་ད་ལྟའི་སྤྱི་ཚོགས་ནང་ལོགས་ལ་དེ་ག་ལ་གོ་སྤྱི་ཚོགས་དྲ་རྒྱ་དང་སྤྱི་ཚོགས་ནང་ལོགས་ལ་བགྲོ་གླེང་དང་ཨ་ནི་གླེང་སློང་མང་པོ་ཅིག་བྱེད་བཞིན་པ་རེད་དེ་ལ་ང་རང་གིས་དོ་སྣང་བྱེད་བས་ཡིན

སྤུ་གུ་སྐྱེས་ཚ་བའི་སྐྱེ་སྲོལ་གོང་སྲིང་དང། ཨ་པ། པ་ལ། གི་སྐྱེ་སྲོལ་གོང་སྲིང་ལ་སོགས་པ་ལ་བརྟེན་ཅིང་བྱུང་བས་ཟེར་བ་འདི་དག་ཨ་འདི་གི་སྐབས་ལ་གླེང་སློང་མང་པོ་ཅིག་ཡོང་གི་འདུག་ཨ་ནི་ང་རང་གིས་ཆ་བཞག་བས་ན་དེའི་ཡང། ད་ལྟའི་དགེ་ལགས་ཀྱི་གནས་སྟངས་དེ་ལ་ཞེས་བྱ་བའི་དོན་ནི་བཤད་པ་ཡིན་ན་ཨ་ནི་དེའི་རྩ་བ་ཉིད་ནི་མ་རེད་འགྲོ་ཅིག་བསམ་ཡག་གི་ང་རང་གི་འཚོ་བ་དེ་བྱུང་གི་འདུག་ག་རེ་བྱས་ན་ན་དགེ་ལགས་ཀྱི་སྤུ་ག་ལ་གང་འཚམ་ཆེན་པོ་ཨོ་ཟི་ད་བ་དགུ་བཅུ་ཟིག་ང་ནོར་མེད་བས་ན་དུ་ཟིག་ཅིག་ནི་ཆ་དེ་ཡོད་རེད་དེ་འདྲ་སོང་ཙང་སྐྱེ་སྲོལ་གོང་སང་དེ་དང་ད། དེ་འབྲེལ་བ་མེད་པ་དེ་གར་བྱས་ལ་ན་དགེ་ལ་མོ་རང་དང་ད་གནས་སྤོས་དང་པའི་དཀའ་ངལ་ཅིག་འཕྲད་ཅེས་བྱུང་བ་ཡིན་པ་སོང་ཚར་གཅིག་དཀའ་ངལ་བཞི་ཐུག་ས་འགྲོ་དེ་གཅིག་གང་ནི་ལ་གཅིག་ཁྲིམས་དང་སྒྲིག་གཞི་ཡོད་བ་དང་ཁྲིམས་དང་སྒྲིག་གཞི་ལག་བསྟར་བྱེད་བ་དང་བ་ལ་གཅིག་སོ་སོ་གནས་སྤོས་བཏང་ས་གི་ས་ཆ་ལ་ནི་བྱིས་གཉོར་ཁང་མེད་པའི་དཀའ་ངལ་འཕྲད་བ་རེད་མ་ཞིག་གིས་གཅིག་པ་ལགས་མ་ནི་གཅིག་སྐྱེས་སྲོལ་དགོངས་སེང་ཡོད་མེད་ཀྱི་སྐད་ཆ་དེ་ད་ལྟ་དེ་ལ་ཞུ་ད།

གཞན་ཕན་ཚུན་ལ་གཅིག་ཟླ་བ་གཉིས་དང་གསུམ། གཅིག་ཟླ་གཉིས་གསུམ་དེ་འདྲའི་འདྲ་བ་ཅིག་ཡིན་ས་རེད། དེ་འདྲ་སོང་ཙང་སྤུ་གུ་གཅིག་གི་འཚར་ལོངས་དང་ཨ་མ་གཅིག་གི་བདེ་སྡུག་དེ་མྱང་དང་ཨ་མ་གི་གཅིག་གླིང་ཁམས་དང་སེམས་ཁམས་ཚང་མ་ཡང་སོ་ཡག་གི་དོན་དག་ལ་གཅིག་ག་ལ་འོ་རེད་ཕ་མ་གཉིས་ཅག་གི་གཅིག་ག་རེད། གཅེས་སྲོལ་དགོངས་ཟིན་དེ་གལ་ཆེན་པོ་ཡིན་པ་མ་ཚད་པས་ཨ་ནི་ག་ལ་འོ་རེད། དུས་ཡུན་དེ་བས་ཀྱི་རྗེས་རིང་པོ་བཟི་ཡོང་ན་དེ་གལ་ཆེན་པོ་ཞིག་མཐོང་གི་འདུག། སྤྱི་དང། ཕྱིའི་རྒྱལ་ཁབ་ཁག་ནུབ་ཕྱོགས་རྒྱལ་ཁབ་ཁག་རེད་རྒྱལ་ཁབ་ཁག་ཅིག་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་དེ་འདྲ་ཡིན་ན་ཟླ་བ་མང་པོ་དང་དེ་མ་ཟད་ལོ་དང། ལོ་གཅིག་གཉིས་གསུམ་དེ་འདྲའི་གི་གུང་སེང་བཞི་བཅུ་ར་གའི་ནི། ག་ལ་གོ་དེ་འདྲའི་ཁྲིམས་དང་སྒྲིག་གཞི་ཡོད་ས་རེད་ང་ཚོ་ལ་དེ་འདྲའི་ཅིག་རྒྱུས་རིང་པོ་ཞུས་ཐུབ་ཡ་གི་ཅིག་དེ་འདྲའི་ཅིག་མ་འབྱུང་བའི་ཡིན་པའི་ནས་ཡང་ཅིག་ག་ལ་གོ་ཟླ་བ་ཉུང་མཐའ་ལ་ཟླ་བ་དྲུག་གོ་ཡ་དེ་གལ་ཆེན་པོ་ཅིག་ང་རང་གི་མཐོང་གི་འདུག་བ་དེ་རེད།

སྤྱི་འཐུས་ཁྲིམས་དང་སྒྲིག་གཞི་ཟེར་ཡ་དེ་ནི་ཚོགས་པ་དང་གཞུང་དང་སྒྲིག་འཛུགས་ནི་ཚོགས་སྡེ་ཁག་སོ་སོ་ཆེ་ཆུང་ལ་མ་ལྟོས་པའི་ཚང་མ་ལ་ཁྲིམས་དང་སྒྲིག་གཞི་ཡོད་རེད་བ། ཁྲིམས་དང་སྒྲིག་གཞི་ཟེར་ཡ་དེ་ནི་གཅིག་ང་ཚོ་གི་རྡོ་ལ་རོལ་མོ་བསྐོར་བ་ནང་བཞིན་འགྱུར་བ་བཏང་ཡ་མེད་པ་ཅིག་མ་རེད་དེ་ང་ཚོ་མི་གི་སོལ་བ་ཡིན་པ་སོང་ཙང་ནི་ག་དེ་ཡིན་ན་འགྱུར་བ་བཏང་ཆོག་ཆོག་འགྱུར་བ་བཏང་ཆོག་ཆོག་ལ་ན་ད་ག་ལོ་དུས་དང་སྐབས་ལ་བབ་བ་གནས་སྟངས་ལ་བབ་བས་ག་ལ་འོ་རེད་ཅིག་འགྱུར་བ་བཏང་ཆོག་ཆོག་ཡོད་རེད་བ་འགྱུར་བ་བཏང་ཆོག་ཆོག་ཡོད་དུས་བསམ་པ་དང་འདི་གནས་སྟངས་དེ་ག་ལ་འོ་རེད། དགེ་ལགས་གཅིག་ལ་ཁྲེལ་བ་རེད་ང་ཚོ་མཐོང་པ་རེད་ཡིན་པས་ན་གནས་སྟངས་དེ་དགེ་ལགས་གཅིག་ཙམ་མ་ཡིན་པར་ཚོགས་སྡེ་ཁག་གཞན་པ་ལ་ད་མི་བུ་མེད་ཨ་མ་དེ་འདྲའི་མང་པོ་ལ་ཁྲེལ་གྱི་ཡོད་པའི་གནས་སྟངས་ཀྱི་མ་ཆགས་པ་མ་རེད་བསམ་གྱི་འདུག་ངས་དེ་མ་ཆགས་མ་རེད་ཅེས་ནི་གར་བཅད་ནས་བསམ་གྱི་འདུག་ལ་ད་ང་རང་གིས་རང་གིས་ཅིག་ཉམས་མྱོང་དང་མཐོང་ཚུལ་བལྟས་པ་ཡིན་ན་ཨ་ནི་ངོ་མ་ཀྱི་སོ་སོའི། གོ་མྱོང། དངོས་ཡོད་གནས་ཚུལ་གྱི་སོ་སོ་དགེ་ལ་དང་འབྲེལ་བ་ཆགས་བསྡད་པའི་དགེ་ལ་དང་འགྲིག་གི་པོ་ཆུང་ཆུང་དང་འགྲིག་གི་སོ་སོའི་ཁྱོ་ག་དམག་མི་ཡིན་པ་དང་ཉེ་འགྲམ་ལ་སུ་གང་རྒྱུ་མེད་པའི་ཐོག་ནས་སོ་སོའི་ས་ཆ་གཞན་པ་ལ་ཅིག་གནས་སྤོ་བཏང་རྒྱུ་ཙམ་པ་དཀའ་སྡུག་དེ་འདྲའི་མྱངས་ཡོད་པའི་སྐད་ཆ་དེ་འདྲ་གོ་མྱོང་སྐབས་དེ་དུས་སོ་སོའི་སྤྱི་ཚོགས་ཀྱི་གནས་སྟངས་དང། མང་པོ་ཅིག་ལ་ཉམས་མྱོང་མེད་དུས་ཨ་ནི་དེ་དུས་ཚོར་ད་གམ་ཚོད་ཅིག་ཚོར་མ་སོང་ཡིན་ནའི་ད་ལྟ་ཕྱི་མིག་ཅིག་བལྟ་དུས་ཙམ་པ་དེ་དག་ཡང་གལ་ཆེན་པོ་རེད་ཤག་ག་རེ་བྱས་ལབ་ན་ད་ལྟ་ཁ་ཚང་གི་གནས་སྟངས་དེ་ལ་གཞི་བཞག་པའི་ཐོག་ནས་བཤད་པ་ཡིན་ན་ཨ་མ་གཅིག་གི་པོ་ཆུང་ཆུང་གཅིག་ཁྱེད་ཀྱི་སོ་སོའི་ནང་གི་གདུབ་གསོལ་རྒྱག་ཡ་ཡི་ནི་རེད་ཕི་གེ་ལ་ཕག་སྤོས་ཚ་དེ་སྐྱ་ལ་ཡག་འདྲིལ་ཡ་ཡི་ནི་རེད་དེ་མ་ཚད་པའི་ཁོར་ཡུག་གསར་བ་ཅིག་ལ་འགྲོ་དགོས་ཡོད་དུས་ཙམ་པ་གནས་སྐབས་ཙམ་གྱི་དཀའ་ངལ་ཅིག་ཡིན་གྱི་རེད་ཡིན་པས་ནི་དཀའ་ངལ་ཆེན་པོ་ཅིག་རེད་ཤག་དེ་དཀའ་ངལ་ཆུང་ཆུང་ཅིག་མ་རེད་ཤག་སོ་སོ་པས་རང་ལ་ཤག་ནི་དོན་ནི་ཤེས་བས་ཡིན་ན་དེ་དཀའ་ངལ་ཆེན་པོ་ཅིག་རེད་ཤག་བསམ་པའི་ཐོག་ནས་ད་ལྟའི་དཀའ་ངལ་དེ་བྱུང་ཚར་བ་དེ་ཚར་བ་རེད་ཡིན་ནའི་མ་འོངས་པ་ལ་དོན་འགྲིག་མ་ཡོང་པ་ཆེད་དུ་ཨ་ནི་ཁྱོད་ཚོགས་པ་དང་སྒྲིག་འཛུགས་སུ་འདྲ་ཞིག་ཡིན་པས་ནས་འདི་ག་ལ་དགོས་རེད་སྒྲིག་གཞི་དེ་ལ་ནི་བསྐྱར་བཅོས་ཅིག་བྱེད་ཐུབ་པ་ཡིན་ན་ནི་ཡག་པོ་ཡོང་ས་རེད་བསམ་ལ་ང་རང་གི་ཚོར་བ་དེ་བྱུང། སྒྲིག་གཞི་བསྐྱར་བཅོས་བྱེད་དུས་སྐབས་སུ་ཨ་ནི་གཅིག་བུད་མེད་ཨ་མ་ཅིག་ཆགས་པ་ཡིན་ན་ཨ་ནི་དེའི་ཨ་མ་ཅིག་ས་ཆ་གཞན་པ་ལ་གནས་སྤོ་བཏང་དགོས་ཡོད་ན་སྤུ་གུ་དེ་ཉུང་མཐའ་ལ་ལོ་གསུམ་ནས་བཞི་བར་རོ་ལ་མ་ཆགས་པར་དུ་ཨ་ནི་གཅིག་བཏང་མ་དགོས་ན་ཨ་ནི་བཏང་ས་དེ་ལ་ཡིན་པས་ནས་གཅིག་བྱིས་གཉོར་ཁང་དང་སྔོན་འགྲོ་སློབ་གྲྭ་ལ་སོགས་པ་ཡོད་ས་ཀྱི་ས་ཆ་གི་གནས་བབ་དེ་འདྲའི་ཅིག་ལ་བཏང་ཐུབ་པ་ཡིན་ན་ཡག་པོ་ཡོད་ས་རེད་བསམ་བ་ང་རང་གི་འཚོ་བ་དེ་བྱུང་སོང་ནས་དུས་ཚོད་ཅིག་ནས་མ་ཤེས་ཀྱི་ཡོད། ད་ད་ལྟ་སྒྲིག་གཙོ་དེ་སྒྲིག་གཞི་དེ་ཚོ་བསྐྱར་བཅོས་བྱེད་ཡ་དང་ཅིག་འབྱོར་བ་བཏང་ཡ་དེའི་ནང་ལོ་ལ་ཅིག་བཏང་དུས་ཙམ་པ་ཅིག་དེ་གང་ལ། ག་ལ་འོང་གིན་ཁུ་ཉིན་དང་དེ་ན་ཆ་ཤས་ལེ་ཉིན་དེ་ཡང་ཅིག་ཕོ་མོ་དབྱེར་མེད་དུ་ནི་ཅིག་གྲངས་ཚད་དེ་ཚོ་འདྲ་མཉམ་གི་ཐོག་ནས་ཅིག་བྱེད་ཐུབ་ན་ཡག་པོ་ཡོད་ས་རེད་གར་གྱི་ལ་ན་ང་ཚོ་སྤྱི་ཚོགས་ཀྱི་གྲུབ་ཆ་ཁོ་རང་ཡང་ཅིག་བུ་མེད་དང་ཕོ་ཁྱོ་ག་དང་ཅི་མེད་སྙིང་རྒྱ་ཆ་དེ་ཡོད་དེ་ཨ་ནི་ག་ལ་འོང་རེད་སྙིང་རྒྱ་གི་བདེ་སྡུག་དང་དེ་བ་ལ་ལས་ཀ་བྱེད་ཉིན་གི་ལས་མི་ཡིན་ན་ཚང་མ་ཅིག་གྲུབ་ཆ་གཙོ་བོ། གཅིག་ཕོ་མོ་གཉིས་འཇག་ཆ་དེ་དེ་དག་གི་ཚང་མ་གི་བདེ་སྡུག་དང་དཀའ་ངལ་དང། དེ་འདྲའི་ལ་གཞི་བཞག་པའི་ཐོག་ནས་ཨ་ནི་གཅིག་སྒྲིག་བཙོག་ཅིག་སྒྲིག་གཞི་ཅིག་བཟོས་ཐབས་བས་ན་ཨ་ནི་སྒྲིག་གཞི་དེ་ཚེ་དང་ལྡན་པ་ཡོང་གི་རེད་བསམ་གི་འདུག་ད་དུང་དེ་ཐག་གཅོད་བྱེད་ཡ་དང་ལག་བསྟར་བྱེད་ས་ལ་ཡང་གཅིག་ཕོ་མོ་གཉིས་འཇག་གི་ཐོག་ནས་ཡོད་པ་ཡིན་ན་ཨ་ནི་གཅིག་བསམ་ཤེས་བྱེད་ཡ་དང་གཅིག་བསམ་བློ་བཏང་ཡ་ལ་ཨ་ནི་འཕྲད་པར་ཡོང་གི་འདུག་ཨཱ་ནི་དེ་མ་ཟད་པའི་ད་ལྟ་ནང་བཞིན་གྱི་དེ་འབྲེལ་གྱི་དཀའ་ངལ་ཤུགས་ཆེན་པོ་མ་འཕྲད་ཡག་གི་དེ་རེ་བ་གྲོགས་ཡོད་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ཅིག་དེ་དག་གལ་ཆེན་པོ་མཐོང་གི་འདུག་ལ་ནི་ང་རང་ཤེས་ཡ་ཡིན། ད་བརྙན་པ་དེ་འགྲོ་ཡིན་ན་ང་ཚོ་ཅིག་བྱིས་གཉོར་ཁང་ཡོད་མེད་དེ་སྐད་ཆ་དེ་རེད། ཚོགས་པ་དང་སྒྲིག་འཛུགས་ཆེ་ཁག་ག་འདྲའི་ཅིག་ཡིན་ན་ད་བྱིས་གཉོར་ཁང་ཡོད་དགོས་ཡ་དེ་ང་ཚོ་གི་ག་ལ་གོ་རེད་རྨང་གཞིའི་གཞི་རྩའི་རྨང་གཞིའི་དགོས་མཁོ་གྲོགས་ཀྱི་མཐོང་གི་འདུག་ག་རེ་བྱས་ནས་ལབ་པ་ཡིན་ན་ཅིག་ཕ་མ་གི་བདེ་སྡུག་རེད་སྤུ་བོ་གི་འཚར་ལོངས་རེད་ཨ་ནི་ཅིག། དེ་མ་ཡིན་པའི་ཅིག་ཚོགས་པ་དང་སྒྲིག་འཛུགས་སློབ་གྲྭ་ག་རེ་འདྲ་བོ་ཅིག་ཡིན་ན་ལས་བྱེད་དེ་དག་གི་ལས་ཀ་ལ་ཐི་ཤོར་མ་ཡོང་ཡ་དང་སྤུ་བོ་གི་འཕྲོད་བསྟེན་དང་འཚར་ལོངས་ཚང་མ་ལ་ཅིག་ཐི་ཤོར་མ་ཡོང་ཡ་ལ་ཅིག་གཞི་རྩའི་དགོས་མཁོ་དེ་བྱེད་མྱོང་གང་དེ་གལ་ཆེན་པོ་མཐོང་གི་འདུག་དེ་མ་ཡིན་ན་ཨ་ནི་ག་ལ་བར་ཕ་མ་དེ་གི་སོ་སོའི་ལས་བྱེད་སུ་འདྲ་ཞིག་ཡིན་ན་སོ་སོའི་ལས་ཀ་དང་སློབ་ཚན་ཁྲིད་ཡ་ལ་སོགས་པ་དེ་གི་ཅིག་བརྒྱ་ཆ་བརྒྱ་ནས་བརྒྱ་བལྟ་བ་དེ་ནུས་པ་དེ་མཐོང་ཐུབ་མ་རེད་བསམ་གི་འདུག་དེ་འདྲ་སོང་ཙང་ཅིག་སློབ་ཕྲུག་གི་སྤྱི་ཡོངས་ཀྱི་སློབ་ཕྲུག་གི་ཤེས་ཡོན་དང་ཅིག་མདུན་ལམ་ལ་འབྲེལ་བ་ཡོད་བདེ་བའི་ཆ་དེ་བཏོན་པ་དེ་དག་གི་ཡན་ལ་ཡང་ཅིག་འཐུས་ཤོར་འགྲོ་བ་གི་གནས་སྟངས་དེ་འདྲ་ཆགས་ཀྱི་འདུག་བ་དེ་འདྲ་སོང་ཙང་དེ་དག་ཡང་ཡག་པོ་ཡོང་ཡ་ལ་ཅིག་གཞི་རྩའི་རྨང་གཞི་གི་དགོས་མཁོ་དེ་དག་ཅིག་ཁ་སྐོང་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་མ་ཡིན་ན་ཅིག། སློབ་གྲྭ་གཅིག་གི་ནང་ལོ་ལ་ཅིག། དགེ་རྒན་དང་ལས་བྱེད་དེ་དག་ལ་མཐུན་རྐྱེན་ཙམ་མེད་ན། ནམ་རྒྱུན་ང་རང་ཚོ་གིས་ཤི་གསོན་བྱེད་འོར་བ་ཨ་ནི་དགེ་རྒན་ནི་རྒྱལ་ཁབ་ཅིག་གི་ཀ་བ་ལྟ་བུ་རེད་ཟེར་སོ་སོའི་སློབ་ཕྲུག་དེ་དག་ཨ་ནི་མ་འོངས་པར་དེ་གཅིག་ག་ལ་དགོས་སོན་རྩ་ཅིག་ཆགས་དེ་ཡོད་དུས་སོན་རྩ་དེ་དག་གསོ་སྐྱོང་བྱེད་ཡ་དང་དེ་དག་གིས་ཅིག་མ་འོངས་པའི་མདུན་ལམ་ལ་ཅིག་འཐིས་ཤོར་མ་འགྲོ་ཡ་དེ་གནང་ངེས་དེ་དགེ་རྒན་གྱི་འགན་གཙོ་བོ་ཞིག་གི་ཡོད་དེ་ཨ་ནི་དགེ་རྒན་དེ་དག་ལ་དང་ལས་བྱེད་དེ་དག་ལ་ཅིག་མཐུན་རྐྱེན་དེ་འདྲ་ཅིག་བརྒྱབ་མ་ཐག་པའི་ཡིན་པས་ན་ཨན་ཅི་ཀར་དཀའ་ངལ་ཆེན་པོ་ཅིག་དང་འཐུས་ཤོར་ཆེན་པོ་ཅིག་མཐོང་གི་འདུག་དེ་འདྲ་སོང་ཙང་ཅིག་བྱིས་གཉོར་ཁང་ཡོད་དགོས་ཡ་དང་བྱིས་གཉོར་སྐབས་ཚད་དང་ལྡན་པ་དེ་འདྲ་ཡོད་དགོས་ཡ་དེ་ང་ཚོ་སྤྱི་ཚོགས་ཀྱི་གཞི་རྩའི་གི་ད་ག་ལ་བོར་རེད་དྲ་མཆོད་ཀྱི་ཐུགས་ལ་ནི་གི་དགོས་མཁོ་ཅིག་མཐོང་ཆ་བ་རེད་མ་གཞི་དེ་ག་ལ་བོར་ང་ཚོ་གི་དྲ་རྒྱས་བོ་ཆེ་བ་དང་དེ་འདྲའི་རྩ་བ་ཉིད་ནས་མ་རེད། ཨ་ནི་ང་རང་གིས་དེ་རིང་གི་ཅིག་སྐད་ཆ་བཤད་དེ་གཙོ་བོ་འགྲོ་བ་དེ་དག་རྡོག་རྡོག་དེ་ཁྲིམས་དང་སྒྲིག་གཞི་དང་མཉམ་དུ་ལ་བསྐྱར་བཅོས་དང་ཨ་ནི་དེ་དང་མཉམ་དུ་ལ་ནི་གཞི་རྩའི་གི་ཅིག་ཚོགས་སྡེ་ཁག་ག་བ་ཡིན་ནའི་སྒྲིག་འཛུགས་ཁག་ག་བ་ཡིན་ནའི་རེད་སོ་སོའི་ཤེས་ཡོན་གི་ལྟེ་གནས་ཁག་ག་བ་འགྲོ་བ་ཅིག་ཡིན་པས་ནི་དེ་ནས་དེ་ལ་ནང་ལོགས་ལ་ཅིག་ཁྱི་ཉོར་ཁང་ཡོད་དགོས་ཡ་དང་སྔོན་འགྲོ་གི་སློབ་གྲྭ་ཙམ་དེ་དག་ཡོད་དགོས་ཡ་གལ་ཆེན་པོ་ཞིག་མཐོང་བ་དང་ཨ་ནི་སྤྱི་ཚོགས་ཀྱི་བདེ་སྡུག་དང་ཅིག་ཨ་མ་གི། ཕ་མ་དེ་དག་གི་དཀའ་ངལ་དང་གཅིག་བུད་མེད་ཀྱི་དཀའ་ངལ་ལ་སོགས་པ་ཅིག་ལ་དངོས་སུ་སྤྱི་ཚོགས་ནང་ལ་མིག་གིས་མིག་མཐོང་ལག་ཟས་དེ་འདྲས་ཀྱིས་མཐོང་བྱས་ཚོར་བ་མྱོང་བྱས་ནས་ང་རང་གིས་དུས་སུ་ཕྱིན་ནས་སྐད་ཆ་བཤད་བ་ཡིན། དེ་སྐད་ཆ་བཤད་ཡ་དེ་དེ་དག་ལ་ཅིག་བསྒྱུར་བཅོས་ཅིག་ཡོང་ན་བསམ་ནས་ཀྱི་སྐད་ཆ་ཅིག་བཤད་བ་ཡིན་མ་གཏོགས་ང་ལ་ཡང་དེ་རྒྱབ་ལྗོངས་ཀྱི་ཁ་ལ་གོ་རེ་ང་ལ་ཡང་ཅིག་ཁ་ལ་གོ་རེ།